གལ་སྲིད། དེ་ན་གསལ་རྒྱས་དེ་འདྲའི་དྲ་རྒྱ་དེ་འདྲ་ཡོད་པ་ཡིན་ན་ངེད་རྣམ་པ་ཚོ་ལ་ཡང་ཐུགས་རྗེ་རིམ་པས་གསལ་བཤད་ཞུ་ཡི་ཡིན། ད་དེ་རིང་གསལ་བཤད་ག་རེ་ལབ་པ་ཡིན་ན་ད་ང་རང་ཚོའི་དྲ་རྒྱ་མིན་པ་ཆེད་བོད་སྐད་ཡིན་པ་གང་ཞིག་ལ་ཡང་བེད་བས་བརྡ་འདོད་དང་མི་མཐུན་པ་དེ་འདྲས་ཡང་ཡོད་རེད་སོང་ཙང་དེ་འདྲས་ངེད་རྣམ་པ་ཚོ་ལ་ཞུ་ཡ་ཡིན། སྤྱི་བཏང་ནས་མང་པོ་ཅིག་གིས་གསལ་བཤད་ཡང་ཞུས་ཟིན་པ་རེད་ཡང་ངེད་ད་གལ་པོ་ཆེ་ལ་ནན་ཏན་བཅས་ཞུ་ཡི་ཡོད་དེ་ག་རེ་ལབ་ཡིན་ན་ད་ང་རང་ཚོའི་བཀའ་མོལ་གནང་བའི་སྐབས་ལ་ཡང་ཟློས་གན་བྱ་ཡ་དེ་འདྲས་དེ་ག་རེ་ལབ་ཡིན་ན། བྱེད་པ་པོ་དང་འབྲེལ་སྒྲ་དང། རྣམ་དབྱེ་དྲུག་པ་དང་དང་རྣམ་དབྱེ་གསུམ་པ་བྱེ་བྲག་དང་རྣམ་དབྱེ་དྲུག་པ་འབྲེལ་སྒྲ་གཉིས། དང་བུ་ཆུ་བཏང་བའི་སྐབས་ལ་ཡིན་ན་དང་ཟློས་སྐྱོན་འབྱུང་བ་དེ་འདྲ་ཁ་འབྲས་ལ་དཔེ་ཆ་བྱ་བ་ཡིན་ན། རང་གི་ཁ་ལ་ཟས་བས་ཟེར་དུས་སྐབས་སུ་ལ། ངའི་གི་ཁ་ལ་ཟས་ཡིན། སྔོན་བྱས་པ་ཡིན་ན། ངའི་ཁ་ལ་ཟས་ཡིན། ངའི་གི་ཁ་ལ་ཟས་ཡིན་ཟེར་ན་ཏག་ཏག་ཞིག་དེ་དགོས་བ་མ་རེད་དེ་ལ་ཡང་བྱེད་སྒྲ་ང་བཟའ་ངའི། ས་རྣམས་མི་སྲུན་པ་བྱེ་བྲག་བརྒྱ་ཚར་བའི་ཕྱིས་སུ་ཡང། ག་གི་བུ་གིས་ས་གིས་བྱབ་པ་ཡིན་ན་ཟློས་སྐྱོན་བྱ་དགོས་བ་རེད་ད་ནས་ཤིག་འབྲས་གྲགས་ལ་ཆ་བཙོན་པ་ཡིན་ན། འདི་སུའི་རེད་འདི་ངེད་ཀྱི་དེབ་རེད་ཟེར་བ་ཡིན་ན། སྔོན་བྱས་པ་ཡིན་ན། ངའི་དེབ་རེད། གིས་རྒྱག་དགོས་བ་ཡོད་མ་རེད། ཟློས་སྐྱོན་བྱ་དགོས་བ་རེད། སོང་ཙང་འདི་འདྲ་བོ་ཆ་བཙོན་པ་ཡིན་ན། ནོར་བ་རེད་སོང་ཙང་ང་རང་ཚོ་ཁ་ཡར་བརྒྱབ་པའི་སྐབས་ལས་ཁ་རིང་བ་ཡིན་ན། བརྡ་སྤྲོད་དུ་མཐུན་པ་ད་ནས་བཞིན། ཁྱོད་ཆོས་ཆོས་གར་ཚང་དགོས་ལ་ན་ང་རང་ཚོ་ཁ་སྐད་འདི།

སོང་ཙང་དེ་འདྲའི་ནས་ཞིག་ང་རང་ཚོ་བོད་སྐད་ལ་ཡང་དེ་འདྲའི་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་དེ་འདྲའི་ཡོད་རེད་སོང་ཙང། ཉིམ་ཟླ་རིམ་བཟུང་རྗེས་རྣམ་པ་ཚོས་བཀའ་མོལ་གནང་པའི་སྐབས་ལ། འབྲེལ་སྒྲ་དང་བྱེད་སྒྲ་ཟློས་སྐྱོན། འདུ་བྱེད་སྨྲ་སྐྱོ་ར་གནང་ཞོན་སོང་ཙང་རྣམ་པ་ཚོས། ཡིན་གྱི། ཐུགས་ལ་བཞག་རོགས་གནང་ཞོལ་ཡིན་བྱེད་མའི་ལེ་ཚན་ནང་ལོགས་ལ་ཡ། ད་བོད་སྐད་ཡིན་པ་གང་ཞིག་ལ་བརྡ་སྤྲོད་དང་མི་མཐུན་པ་ཡང་ཀོལ་ཆས་ཆོད་སྟངས་མ་འགྲིག་པ། བོད་སྐད་ཀྱི་གྲོས་དང་མི་མཐུན་པ་དེ་འདྲ་ངས་རྣམ་པ་ཚོ་ལ་གསལ་བཤད་ཞུ་གི་ཡིན། སྤྱིར་ན་དེ་རིང་གི་ལེ་ཚན་དག་ག་དུས་བི་ཡིས་གསུངས་དང་བྱེ་མའི་ལེ་ཚན་ནི་སྐྱར་ཟློས་བརྗོད་ཡོང་ཞུ་བདེ་འཇོག་གོ། གཉིས་གཟིགས་གནང་བ་བཀའ་དྲིན་ཆེ། སྐད་རིགས་མང་པོ་ཤེས་ན་བཟང་མེད་ཀྱང། རང་གི་ཕ་སྐད་བརྗེད་ན་ངོ་ཚ་ཡིན།